བཛྲ་ར་ཡ། སངས་རྒྱས་དཔལ་གྱི་རྟེན་འབྲེལ་བཟང་པོ་ཡོད་ནི་འདི་ཡི་དེ་དུས་ཚེ་འདི་ལོ་བའི་དབུ་ཨིན་པ། འདི་བའོ་དང་མཐུན་ཏེ། དེ་ལྟ་བུ་ན་བོ། དེ་ཡང་རི་ཁྲོད་ལུགས། སྒྲུབ་པ་ཉམས་སུ་ལེན་མི་བགྱི། དེ་མི་ཚེ་གཅིག་གི་བར་དུ་ལོ་བསྡུས་པའི་ནི་ཨིན་པས་དེ་ལྟ་དུ་ང་བྱ། བྱ་བདུན་ཕྲག་གཉིས་ཀྱི་དོན་ལུགས་རྫོགས་མི་བྱ་བྱ་བ་ལུགས། དེ་འདས་པའི་སྦས་ལུགས་མིན། སྦས་ལུགས་མེད་ནི་འདི་ཡི། དེ་སྤྲོ་བ་དག་ཆུ་ཚོད་ཕྱེད་དང་ལྔ་སྟེ་བརྒྱད་ལས་དེ་སྤྲོ་བ་ལུགས་ནི་དེ་ཉམས་ཚེ་འདི་ཡི། མ་ཡིན་པ་འདི་ལོ་སེམས་སྤྲོ་བ་དང་བཅས་པའི་སྒོ་ལས་རྒྱུད་འཇའ་ཡི་ཟ་མ། དེར་ཆུ་ཉམས་སུ་ལེན་པའི་གེ་གོ་ཁབ་ཨི་ཡིན་ནོ་ལུང་སྟེ་འོང་སྟེ་གེ། དེ་དེ་ན་དྲི་ཆམ་དེ་ན་ལོ་འཛོམ་གོ། དེ་དྲི་ཆམ་དེ་ན་ལོ་འཛོམ་དེ། དེ་བླའམ་མཆོག་དགེ་སློང། ཚུགས་ཀྱིས་དེ་ཐུན་བཏང་ངོ། དེ་ཐུན་དེ་བཏང་པའི་སྐབས་སུ་ཨ་ནི་ཐུན་གྱི་གེ་ཁ་ལོ་ཟློས་ཤིང་དང། དེ་བཏང་ཤེས་མེད་ཚུགས་ཀྱིས་འདི་ལྟར་དྲི་དེ་གེ་བཏང་དེ་ལས་མིག་གིས་དགེ་སློང་མ་ཚུགས་མི་གཡོན་ཏེ་ཡིག་བརྒྱ་རེ་བཅང་དེ་ཡིག་བརྒྱ་ཡང་མ་ཤེས་དེ་མ་ནི་རེ་བཅང། དེ་བཞིན་བྱ་བྱ་བགེགས་དེ་ཡར་ཀླུང་ཕྱག་འཚལ། དེ་ལ་སྟག་ཐང་དེ་ག་ལྕིམ་ཟེར་བ་ཅན་ནི་ཐོ་རངས་སྐྱ་རེངས་དང་པོ་སྟག་ཚང་གི་ཆོས་ན་ལོ་དང་པོ་རང་ལུས་ཀྱི་གནད་བཤད་པ་ཟེར། ལུས་ཀྱི་གནད་སྒོ་ང་ཅག་རང་གི་ཆོས་ག་ཅི་ར་བས་ས་སྤྱི་རུང་དང་པར་དུ་ཏེ་གང་ལས་རྒྱུད་དུ་འཛོམས་པའི་ཡ་ཆུ་སྒོ་གང་ལོ་དྲུག་ཏུ་འཛོམས་པའི་ཡ་ལས་མ་གུས་པ་ལས་བླ་མ་དགེ་བའི་བཤེས་གཉེན་གྱི་ཞལ་ལས་དེ་ཞལ་ཁྲིད་ལས་ལག་ལེན། སྒྲིག་གི་ཐོག་ལེགས་པའི་ཉམས་སུ་ལེན་དགོས་པ་མ་གཏོགས་ད་རིང་ནང་པར་གྱི་ད་ཕྱི་རྒྱལ་དགེ་ལམ་ལུགས་དང་ཁྲིད་འདྲེ་བླ་མ་དགེ་བའི་བཤེས་གཉེན་མ་བསྟེན་དམ་པའི་ཆོས་ལུགས་ཆོས་སམ་ཚུལ་བཞིན་འགྲོ་མ་བས་དེ་ཕ་གཞན་ག་ལས་ཕ་ཀི་ཏབ་ན་དྲི་ར་ཟབ་འདི་ཧ་ལས་ཕོ་སེང་ཁ་སྐད་བཏགས་དེ་ལས་སྤྲེབ་རེ་ཁོ་ན་ཙུག་རེ་ཟབ་འདི་ཧ་ལས་ཚུལ་གཉེན་དེ་ལས་མ་ལས་རིམ་པ་བཞིན་དུ་ག་ནས་ཡ་མ་ཚ་བིས་གི་སྒོམ་ཐབས་ཐོབ། དེ་འདི་ན་ཕོ་གསེར་ག་སྐད་བདེ་གི་དེ་འདི་གི་ཨ་ཏི་ཅི་གོ་མི་ཆོད་དེ་འདི་མ་ཆུད་ནས་འདི་གི་དེ་ད་དུ་དེ་ང་ཅག་གིས་ད་རིམ་པ་བཞིན་དུ་སྦས་པའི་དབང་དུ་བཏང་པ་ཅན། དེ་ལས་དང་བ་རང་དེ་ལྕགས་རིང་དང་བོ་དང་མཚུངས་པའི་ཚེ་ནོར་ལུང་བཞིན་དང་དེ་ལས་དང་བོ་ལུས་ཀྱི་གནས་འདི་རྣམ་སྣང་ཆོས་བདུན་སེམས་མེད་ཀྱི་ལྕགས་སྒོ་རྣམ་སྣང་ཆོས་བདུན་ནི་སེམས་མེད་དེ། སངས་རྒྱས་རྣམ་པར་སྣང་མཛད་ཀྱི་ཆོས་བདུན། ང་ལྕགས་རྭ་གི་ལུས། དང་པ་རང་རྡོ་རྗེ་སྐྱིལ་ཀྲུང། རྡོ་རྗེ་སྐྱིལ་ཀྲུང་སེམས་མེད་དེ། དེ་ལས་ད་ག་ར་གས་མ་ཤི་མི་འོང་དེ། སྐུ་དེ་ཚོ་ལོ་ཡ་རྡོ་རྗེ་སྐྱིལ་ཀྲུང་པའི་ཞུམ་པའི་ལས་ས་གཡུལ། སྐམ་གཡོས་འདི་ནང་ན་སླེབས་པས། ཡ། པུས་མོ་གི་རྟ་ལོ་སྐད། སྐམ་གཡས་འདི་བཞི་ཁ་ལས་ཡ། སྐད་པའི་མི་དེ་ལོ་དེ་རྐང་པ་རྡོ་རྗེ་སྐྱིལ་ཀྲུང་སེ་འདི་གི་སྤྱི་ཡིན། སྒལ་ཚིགས་རིན་ཆེན་རྩ་ལ་རྒྱུས་སེ་སྒལ་ཏོ་དེ་ཡ། ཁྲོང་ཏང་བཏང་པས་གསེར་གྱི་དུང་རྩེ་བཏེགས་པ་ལྟ་བུ་ཟེར། དུང་རྩེ་ཟིན་མི་དེ་ང་ཅག་རེ་ཏི་རུ་ཏིག་ཏག་རྩིས་བཞག་པའི་སྐབས་སུ་ཡ་ཁྲང་དེ་མ་རྩིས་པར་ཅན་དེ་མ་རམ་ཡ་ཉུང་ཨ་ནི་གསུམ་པའི་ཡ་འགས་སྟོང་གི་ཚིག་ཐུག་དེ་ཡ་ཁྲང་ཏང་བཏང་པའི་འཇོག་གོ་ཟིང་ཐོང་ཁ་རྒྱུན་དུ་ཡང་པ་དང་ཐོང་ཁ་ཟིན་མི་དེ་ཡ་ཕྱ་ཐག་ཕྱ་ཐག་སྤུམ་གཉིས་བགྱིས་དེ་ལས་དེ་ཚུ་ནང་ན་རུག་རུག་པའི་མེ་འབར་དེ་བྱ་རྒོད་ཀྱི་གཤོག་པ་རྐྱང་དུ་འཛོམས་པས་དེ་བ་ཐོང་ཁ་གཡང་ཏོག་ཏོག་བེད་འདུག་གོ་ཞེས། སྟོང་པོ་ཤིན་ཏུ་སྦ་བར་བྱ་ཞེས་ང་ཅག་རང་གི་གཡོས་སྐུ་འདི་གི་དབུ་བདུད་སྦོ་ཁྲོ་དེ་མ་གཡས་རྡོ་བོ་ཟོམ་བྱེད་པས་བཞག་གོ་ཞེས། དེ་ལས་མིག་ཏོག་འདི་གཉའ་ཤིང་གང་འཚམ་དུ་བལྟ་བའམ་སྣ་རྩེ་ལ་བལྟ་བ། བར་སྣང་ལ་བལྟ་བ་འདི་གསུམ་གདམ་ག་ཡིན་མཐར་ཐུག་དོན་དང་སྤྱི་ཡིན། ཧ་བབ། བ་གཉའ་ཤིང་གང་འཚམ་ཅིག་བལྟ་བའི་སྐབས་སུ་ཧ་བབ་སྤྱི་ཏོ་འདི་མཐོང། ཧ་བབ་སྤྱི་ཏོ་བལྟ་བས་བ་གཉའ་ཤིང་གང་འཚམ་དུ་མཐོང། མིག་བདག་ནི་བས་བརྟག་གོ་ཞེས། དེ་ལས་སོ་དང་ཆུ་བདེ་བར་བྱ། སེར་ཁ་ཡང་ཆུ་དང་མ་ཆུ་གཉིས་ཀྱིས་མ་བསྡམས་དེ་ཡང་མིན་ཡང་ཅང་དེ་ཡང་མིན། དེ་བག་ན་རླུང་ཐལ་བོ་གྱིས་མ་རེག་ཙམ་གྱིས། ལྕེ་གཉིས་ཡར་གྱི་ཉིད་དུ་གཏད་ཞེས་ལྕེ་གཉིས་ཨ་ཏི་གྱིས་མ་ལས་ཡར་ཡར་གྱིས་འགྲོ་སྟེ། ཡར་བཞག་དོགས་གསུམ་བྱེད་པའི་ཕྱག་རྟགས་ཁས་མ་བཞག། འདི་སོ་དང་འདི་ཆུ་ཡང་རང་བབས་པས་བཞག། ནི་ལུས་ཀྱི་གནད་འདི་ལྕགས་སྡིག་སྡིག་གི་ཐོག་ལོ་ཡུན་རིང་པའི་སྡིག་སྒོ་ཡིན། ནི་རྣམ་སྣང་ཆོས་བདུན། འདི་སངས་རྒྱས་རྣམ་པར་སྣང་མཛད་ཀྱི་གནས་པའི་གཞུག་ཡིན་ཟེར་མོད་སངས་རྒྱས་རྣམ་པར་སྣང་མཛད་ཀྱི་གཞུག་སྟངས་དང་སྒྲ་ནི་འདི་གའི་སྡིག་གི་མིང་ལོ་རྣམ་སྣང་ཆོས་བདུན་ཟེར། ལྔ་ཆར་གཟུགས་ཀྱི་ཕུང་པོའི་ངོ་བོ་འདི་སངས་རྒྱས་རྣམ་པར་སྣང་མཛད་ཡིན། འདི་བེའུ་ལ་བརྟེན་འདི་གའི་རྣམ་སྣང་ཆོས་བདུན་འདི་ལྕགས་སྒོ་ཡིན། དེ་བེའུ་རྣམ་སྣང་ཆོས་བདུན་ལྕགས་བ་ལུ་གུས་པ་ག་ཅུས་ཟེར་བ་ཅན། དེ་དགོས་པ་ན་མི་བསམ་མི་གཡོ། དེ་སྔ་ལྕགས་རལ་གྱི་ལུས་ཀྱི་གནད་འདི་ལས་བྱམས་པའི་ལྕགས་ལུས་འདི་དྲངས་པ་ཅན་དེ་ནང་གི་རྩ་འདི་དྲངས་རྩ་འདི་དྲངས་པ་ཅན་དེ་ན་ལོ་རླུང་ལས་བྱམས་པའི་འཇུག་རླུང་ལས་བྱམས་པའི་འཇུག་བ་ཅན་ཐིག་ལེ་ལས་བྱམས་པའི་འཇུག་གི་རླུང་ལོ་སྟེ་འདི་གི་དེ་རྣམ་པར་ཤེས་པ་འདི་སོ་ལས་སོ་རུང་སྟེ་དེ་རང་གི་རྒྱུད་ལོ་ཏིང་ངེ་འཛིན་དེ་རང་བཞིན་ཤུགས་ཀྱི་རེག་བྱ་ཐོགས་མེད་ཧེ་མ། རང་སངས་ཀྱི་སྒོམ་བཅབས་ས་ཐོགས་མེད་བཅའ་གཅིག་གིས། དྲང་སྲོང་ལྔ་བརྒྱ་ཡོད་ས་ལོ།

དེ་རྟེན་འབྲེལ་འགྲིག་དང་བཤད་སྒོ་དེ་འདི་མ་ཡིན་པ་གཟུགས་བག་གཡོ་བོ་ཚུལ་གཡོ་མ་དགུ་འབར་བ་ཅན་འདི་གི་སེམས་ཉེས་པ་མྱུར་པོ་དེ་ཉིད་དུ་བཅབ་བདེ་ལས་ར་བཟི་དུ་བཟོམ་པའི་དེ་འདི་ན་ལས་པ་ཐིམ་དྭངས་སེ་བྱིབས་བདེ་ལས་ཞབས་མི་སྦྱོར་བདེ་རྣམ་སྣང་གི་ཆོས་འདི་འདི་ལྟར་དུ་སྔས་འགྲོ་ཙམ་གྱིས་མ་ཡིན་པ་ང་ཅག་ར་ལམ་ཚོགས་སོགས་ཀྱི་དུས་རྒྱུན་དུ་དེ་ལས་བཞུགས་སྟངས་དེ་ལྷག་པར་དུ་ཆོས་སྐུ་གས་ཁ་ལུད་བཞུགས་པའི་སྐབས་སུ་ཡང་ནི་རྣམ་སྣང་ཆོས་སྡིངས་ཀྱི་ཐོག་ལུད་བཞུགས་འགྲོ་བྱིས་པའི་ས་ཅན་དེ་རང་བཞིན་གྱི་དེ་ལས་སེམས་དང་རྣམ་ཤེས་འདི་སོགས་དེ་ལས་སུ་རུང་སྟེ་དྭངས་ཐོག་ཏུ་སྦས་དེ་ཤིང་སང་སང་འོང་ནི་ཨིན་ཏེ་གཉིད་དུ་བཅབས་ཏེ་དད་པའི་མི་སྦེད། དད་པའི་མ་བཞུགས་པ། དད་ཨ་འཇགས་སྐད་ཐོ་ཧེན་སོ་ཅིག་ཡང་གདོང་ན་རྩ་ཁུག་བཅབས་ནི་གཅིག། དགྲ་ནི་འབར་བ་ཅན་ཏེ་འདི་གི་གཉིད་དམ་འུག་པ་འདི་སོ་དད་པའི་འོང་མི་ཡིན། དང་དད་པའི་མ་ཡིན་པ། དེ་ལས་དང་པོ་ལུས་ནི་རྣམ་སྣང་ཆོས་ཀྱི་འཇའ་ཤ་ནི་གི་ཡི་ལུས་ཅོག་ཁུ་བཅབས་ཐང་ཨིན། ལུས་ངག་ཡིད་གསུམ་ཟེར་ཡོད་བདག་དེ་ལས་ངག་འདི་ཡང་ཅོག་ཁུ་བཅབས་གོ། དེ་ལས་ངག་ཅོག་ཁུ་བཅབས་ཐང་ག་འདི་བིའམ་ཟེར་བ་ཅན། རང་གི་ཁ་ཡི་ལྕེ་ན་ལྕེ་ཡི་མགུར་ལོ་ཨ་དཀར་པོ་ཇི་སེར་བཏབ་གོ་ཡི་གེ་ཨ། ཨ་མ་ཐོང་མི་ག་ཡ་མི་ཨ་དི་ཡི་གུ་ཀབ་ཨ་ཡི་གདོང་དེ་ཕ་རང་གི་གདོང་བལྟ་ས་ཁ་དུ་ལུག་གུ་དེ་ཡི་གུ་གི་གདོང་དེ་དུ་ལེབ་སྟོན་གི་ཁ་དུ་མན་པ་ཡ་ཡི་གུ་གི་ཡ་གུ་ཐོག་ཁ་ཐུག་གི་ཨ་ཡ་ག་ལོག་ལོག་གི་གུ་ལོ་དེ་ལ་དེ་ཨ་ནི་ཡི་གུ་གདོང་པི་ཙི་ཨུ་ཨི་ཨ་ནི་ཨ་དཀར་པོ་ཇི་སེར་བཏབ་ཨ་དི་ཡོངས་སུ་གྱུར་པ་ལས་ཡོངས་སུ་གྱུར་པ་སེའུ་ད་ཨ་དི། དང་བཅུར་གཉིས་ཨི་ཨ་དེ་ཕར་བཞུགས་འཇོག་དེ་ཀའི་ཟླ་བའི་དཀྱིལ་འཁོར་ཉག་གང་བ་ཉག་གང་བ་ཟེར་མི་དེ་ཚེས་བཅུ་དྲུག་གི་ཟླ་བ་ལྟ་བུ་ཐི་རི་རི་གཅིག་གྱུར་པར་བསམ། ནི་ཟླ་བའི་དཀྱིལ་འཁོར་དེ་ཀའི་ད་རུ་ཡ་ཨ་དཀར་པོ་གཅིག་གསལ། ནི་ཨ་དཀར་པོ་དེ་ཀའི་མདོ་མཁའ་ལས་ཚུར་དབྱངས་ཡིག་དབྱངས་ཡིག་ཟེར་མི་དེ་ཨ་ཨ་ཨི་ཨི་ཨུ་ཨུ་ཨི་ལི་ཨི་ལི་ཨེ་ཨེ་ཨོ་ཨོ་ཨང་ཨ་ཨ་ནི་གཡས་བསྐོར་བས་ཁ་དོག་དེ་ཡང་དཀར་པོ། གཡས་བསྐོར་དུ་དགུ་ཐོ་དེ་གཡས་ཁ་དོག་བས་མཇུག་དེ་མ་གཡོན་ཁ་དོག་བས་དེ་ནི་ཀོ་ཁོ་ཁོ་བས་ཨ་ཡིག་དོ་མཁའ་ལི་ཚུ། ཨ་ཨ་སི་མི་དི་ལ་མ་ཨི་ཨི་ཨུ་རི་རི་ལི་ཨེ་ཨོ་ཨང་ཨ་སི་མི་འདི་གི་ཀོ་ཐེ་ཅི་ཏི་ཏི་ཁུག་བས་སེལ་བཏབ། ད་འདི་གི་ཕྱི་ལས་སེལ་བྱེད་དམར་པོ། ཀ་ཀ་ག་ག་ཧ་ང་ཙ་ཙ་ཛ་ཛ་ཧ་ཉ་ཏྲ་ཏྲ་དྲ་དྲ་ཧ་ན་ཏ་ཏ་དྲ་དྲ་ཧ་ན་པ་པ་བ་བ་ཧ་མ་ཡ་ར་ལ་བ་ཤ་ཧ་ཟ་ཧག་ཅག་ཨ་ནི་ཡིག་འབྲུ་འདི་དམར་པོ་བས་གཡོན་སྐོར་བས་གསལ་བཏབ། ཡི་གེ་བཞི་ལས་རྟེན་འབྲེལ་སྙིང་པོ་ཧེ་དར་མ་ཨོམ་ཧེ་དར་མ་ཧེ་དོན་པར་སྦ་བ་ཧེ་ཏི་འདི་ཀན་ད་ད་ག་ད་ཧ་ཡ་བ་ཏི་ཏེ་ཀན་ཛ་ཏེ་ཀན་ཛ་ཡོ་ནི་སེ་མ་ལ་བ་ཏེ་ཀན་ཛ་ཡོ་ནི་རོ་ད་ཨེ་ཝམ་བ་ཏི་མ་ཤར་མ་ན་ཡེ་སོ་ཨ་ཧ་ནི་ལོ་རྟེན་འབྲེལ་སྙིང་པོ་ཟེར་ལ་བའི་རྟེན་འབྲེལ་སྙིང་པོ་དེའི་ཧུད་མིང། ནི་གཡས་བསྐོར་བའི། མདོར་བསྡུས་གཡས་བསྐོར་བའི་གསལ་བཏབ། སྤྱི་གཡས་བསྐོར་སྤྱི་གཡོན་བསྐོར། སྤྱི་གཡས་བསྐོར། ནང་ནག་གི་དབྱངས་དེའི་ཁ་དོག་དཀར་པོ། དེའི་ཕྱི་ལས་སེར་བྱེས་དེ་ཁ་དོག་དམར་པོ། དེའི་ཕྱི་ལས། དེའི་ཁ་དོག་སྔོན་པོ། ནི། ཨ་ཨ་ཨི་ཨི་ཨུ། རི་རི་ལི་ལི་ཟེར་ལ་ནི་མེ་འོང་སྟེ་ཨྲི་རི་ཨི་ལི་ཟེར་ལ་མགོ་བིང། ནི། ཏྲིག་ཏྲེ་གསལ་བཏབ་བཞག་བཞིན་དང་དེ་ལས་དེ་སྔགས་དེའི་བྱང་ནི། དཔལ་གྱི་སྔགས་བྱིན་རླབས་ཀྱིས་དམིགས་པ་འདི་སོགས་བསྒོམ་བཞིན་གདའ། དེ་སྔགས་སྦྱང་རོལ་ཡང་འདྲ། ཡང་ཅི་སྨོས་ཀྱང་རང་ཉིད་ཡི་དམ་ལ་སེར་སྐྱའི་ཡས་བྱང་ཨ་ལས་འདའ་དེ་ཨ་གར་ཡོད་པར་རྒྱུ་ནི་ཨེ་གོར་འོམ་དང་ཡང་ཡི་གར། དེ་རྒྱབ་སེར་སྐྱའི་སོ་ཧ་ཡི་འཁོར་མ་དེ་རྒྱབ་རྟེན་འབྲེལ་སྙིང་པོ་ཨེ་གོར་ངོ་དེ་ལས་ཡོད་ཚད་རྩ་གསུམ་མཆོག་གསུམ་གྱི་བྱིན་རླབས་ལྷ་སྔགས་ཡོད་ཚད་རྣམ་པར་བསྡུས། སླར་ཡང་ཡོད་ཚད་སྒྲུབ་པ་རིག་འཛིན་དང་དྲང་སྲོང་བདེ་འགྲོ་རྣམས་ཀྱི་སྔགས་ནུས་དེ་ཡི་བདུད་ཚུལ་འདི་སྐད་ལ་ཐིམ་པར་ཞུ་ལ་ད་ནི། འདི་དམིགས་པ་དང་འབྲེལ་ལུས་ཀྱི་དེ་ཚིག་བརྗོད་རོལ། ཀྲུབ་པའི་བ་པ་ནི་ཚིག་འདི་ཡང་ཀུན་གཟིགས་ཀྱིས་གསུངས་གསང་སྔགས་ཆོས་གླིང་མཆོག་གི་སྔོན་འགྲོ་སོ་ནང་དུ་ཡོད་པིན། གང་ལྟར་དམིགས་པའང་རྙེད་པའི་སྒོམ་ཚག་མེད་བཞིན་ལས། སྔགས་ཕྲེང་འདི་ག་ལས་ཡོད་ཟེར་འཕྲོས་ནི། ནག་ནག་གི་དབྱངས་ཡིག་སྔགས་ཕྲེང་འདི་ག་ལས་ཡ་ཡོད་ཟེར་འཕྲོས། གསེར་གྱི་འདི་ག་ལས་ཡ་ཡོད་ཟེར་དམར་པོར་འཕྲོས། དེ་ལས་རྒྱལ་གྱི་བྱི་ལས་གཏན་བདེའི་སྙིང་པོ་འདི་ལས་ཡོད་ཟེར་སྔོན་པོ་བྲི་ཡོད་ཟེར་དཀར་དམར་སྔོ། ཡོད་ཟེར་བསམ་གྱིས་མི་ཁྱབ་པ་ཅིག་སྤྲོས་ཏེ་རྒྱལ་བ་སྲས་དང་བཅས་པ་ཚོ་ལ་མཆོད་པ་ཕུལ་ནི། རྒྱལ་བ་སྲས་དང་བཅས་པ་ཚེ་གང་འདི་བཞུགས་ཡོད་མོ་ཟེར་བ་ཅན། རྒྱལ་བ་སྲས་དང་བཅས་པ་སྟེ་ཕྱོགས་བཅུ་ལུས་བཞུགས་ཀྱི་ཡུལ། ཕྱོགས་བཅུ་ཤར་ལྷོ་ནུབ་བྱང་སྟེང་འོག། མཚམས་བཞི་དང་སྟེང་འོག་བར་མཚམས་མེད་པ་ཐམས་ཅད་ལུས་སངས་རྒྱས་ཀྱི་ཞིང་ཁམས་མ་ཆགས་མིད། འདི་ན་ལུས་སངས་རྒྱས་རྒྱལ་བ་སྲས་དང་བཅས་པ་དགེ་མ་ཆགས་མིད། ཀྱེ་ཨ་ནི་ཏི་འོད་ཟེར་འདི་ཀྱི་མཆོད་པ་ཕུལ་ལོ། ད་འོད་ཟེར་འདི་ཀྱི་མཆོད་པ་ག་དེ་བས་ཕུལ་ནི་ཨི་ན་ཟེར་བ་ཅན་འོད་ཟེར་འདི་བསམ་གྱིས་མི་ཁྱབ་པར། འཁྲུལ། ཡུལ་ཟེར་རེ་རེ་རིགས་ཀྱི་སྤྱི་ཐོག་ཁ་ལས་ཆོས་པའི་ལྷ་མོ་དཔག་ཏུ་མེད་པ་འཁྲུལ། ཆོས་པའི་ལྷ་མོ་རེ་རེ་ཀའི་ཐུགས་ཀ་ལས་ཡུལ་ཟེར་འཁྲུལ། ཡི་གེ་ཡུལ་ཟེར་བརྒྱད་རེ་ལས་ཆོས་པའི་ལྷ་མོ་དཔག་ཏུ་མེད་པ་འཁྲུལ། ཆོས་པའི་ལྷ་མོ་དཔག་ཏུ་མེད་པ་འཁྲུལ་ད། ཆོས་པའི་ལྷ་མོ། འདི་ཚོ་ལོས་ཡག་དེ་ལས་མེ་ཏོག་མ། བདུག་སྤོས་མ། དེ་ལས་སྣག་སེལ་མ། དྲི་ཆབ་མ། ཞལ་ཟས་མ་སོགས་ཡོད། མེ་ཏོག་མ་འདི་ཚོ་གི་ཆ་ལུ། ལས་མེ་ཏོག་རྣམས་དེ་ཡོད། ཨ་ནི་མེ་ཏོག་འདི་དགེ་བ་སྲས་དང་བཅས་པ་རྣམས་ཀྱིས་དེ་དབུལ་ལོ་མཆོད་པ་ཕུལ། དེ་དབུ་ལུས་བྱས་པ་ཕུལ་ཏེ་གལ་ཏེ་སོགས་དབུ་ལུས་ཐིམ། དེ་ལས་བདུག་སྤོས་མ་ཚོགས་ཀྱི་དེ་དྲི་ཞིམ་པོ་བླ་མེད་བསམ་མི་ཤིས་འབིགས་ཀྱི་དེ་ལས་དེ་བདུག་སྤོས། སྤོས། ནི་དྲི་ཞིམ་གྱི་མཆོད་པ་དེ་ཤངས་ལུས་ཕུལ་མཆོད་པའི་ལྷ་མོ་ཐམས་ཅད་ཤངས་ལུས་ཕུལ། ཤངས་ལུས་ཐིམ། དེ་ལས་མཆོད་པའི་ལྷ་མོ་ཚོགས་ཀྱི་ཆང་ལུ། མར་མེ་ཡོད་བཞིན་དུ་གསལ་བ་དེ་ཉི་ཟླའི་ཡོད་ལྟར་དུ་གསལ་བའི་གྱི་མར་མེ་དེ་ཚོགས་ཀྱི་མཆོད་པ་སྤྱན་ལུས་ཕུལ་དེ་ལས་སྤྱན་ལུས་ཐིམ། དུང་ཆོས་རྩོམ་མེད་ཀྱི་དེ་ཧུད་ནང་ལུས་དེ་བླ་མེད་བསམ་མི་སྲིན་བལ་གྱི་དྲི་ཆབ། དྲི་ཆབ་སེམས་མེད་དེ་བཅད་བཟའ་བ་སྤྱན་སྔར་སྤྱན་རས་ད་དུ་འཇའ་ཐང་གསུམ་གྱི་སྣང་བས་བསམ་མི་ཁྱད་པ་ཚ་བ་སྦོམ་ཡོད་ས་ལོ། དེ་ན་ལོ་ཁྱུ་སྲི་སྟོང་སྟོང་སྤྱན་སྔར་སྤྱན་རས་གཟུགས་ཧ་དབུགས་བདའ་སྟེ་གཟུགས་སྲི་སྟོང་སྟོང་པའི་གཟུགས་ལོ་བདེ་བ་སྐད་དོད་གསུམ་ཨ་ནི་གསུམ་སྤྱི་ཡིན་ཨ་ནི་དྲི་ཆབ་ཀྱིས་ཆོད་པ་དེ་ཀུན་ལུས་ལོ་བྲུས་ལ་བལྟས་ལུས་ལོ་ཐིམ། བལྟས་ལ་ཆགས་ལུས་བལྟས་གནོད། དེ་ན་ལོ་རོ་འཇའ་དང་ལྡན་པས་ཀྱི་སྣང་མེད་བསམ་མེད་ཀྱི་དག་ཟས་གཤིན་པོར་བྲོ། དེ་ལྷ་ཡི་བདུད་རྩི་ལྟ་བུ་གིས་ཀྱི་རོ་འཇའ་ལྡན་པའི་ཞལ་ཟས་ཐོགས་ཏེ་དེ་སོགས་ཀྱི་ཡ། འཇའ་ལུས་སྤྱོད་པ་ཕུལ་ལ་དེས་འཇའ་ལུས་ཏིམ་ཨཱ་ནི་སོ་མི་ཀའི་གཟན་ཡང་དག་མཆོད་པའི་རྣམ་གྲངས་བར་སྤྲོ་བ་ཅན་དེ་བསམ་གྱིས་མི་ཁྱབ་པ་ཡིན་ཨཱ་ནི་སོམ་པའི་མཆོད་པ་ཕུལ་དང་མོ་པ་དགེ་བ་ཆེ་དང་བཅས་པ་ལོ་མཆོད་པ་ཕུལ་ཏེ་ཐུགས་སྙེ་མ་གཉིས་ཀའི་རྣམ་གཞག་འདི་མི་མི་དགེ་བའི་ས་ཕྱི་རུ་སྟེ་རང་ཚུགས་རྫོགས་པའི་ཕྱིར་དུ་ཡང་ཕུལ་དང་དེ་ཐུགས་སྙེ་སའི་དང་ཡུལ་དམ་པ་གོང་མ་སྤྱི་ལུགས་འབུལ་བ་སྦོམ་པས་ཕུལ་བཞིན་དང་དེ་ཡ་ལེ་མ་སྐྱིད་སྡུག་ཤེས་རབ་ཀྱིས་ཞུགས་གོ་དཔེ་འདི་དང་འདྲ་བ་བས་འདི་མཆོད་པ་འདི་ཕུལ་ཚར་བཞིན་ལས་ཡ་ལེ་མ་ཤེས་རབ་དགའ་བྱེད་ཞུ་ནི་ཨིམ་སེ་བ་ཅན། སྐུ་གསུང་ཐུགས་ཀྱི་བྱིན་རླབས་འདི་སྟེ་ཤེས་རབ་ཤུན་ནི་ཨ་ནི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཚོལ་ཡ་སྟེ་གང་ར་ཡོད་ཟེར་དཀར་དམར་མཐིང་གསུམ་གྱི་རྣམ་པ་པའི་རྣམ་པ་ལུས་ཡོད་ཟེར་གཡོན་པ་ངོ་བོ་དེ་བྱིན་རླབས་བྱིན་རླབས་དེ་ཡོད་ཟེར་གྱི་རྣམ་པ་པའི་ལྟས་རང་གི་ནགས་ཀྱི་ལྕེའི་མགོ་ལོ་སྔགས་ཕྲེང་སྲས་བྱང་མིག་གི་སྡིགས་མགོ་ལོ་ད་རུ་ཡོད་ཟེར་ཐེངས་གཉིས་པ་གཅིག་སྤྲོས་ནི་ཡོད་ཟེར་ཐེངས་གཉིས་པ་གཅིག་སྤྲོས་པའི་སྐབས་སུ་དེ་ལྷ་དང་མིའི་དྲང་སྲོང་བདེན་ཚིག་འབྲུག་པ་ཟེར་གྲངས་སེ་མེད་ཀྱི་གྲངས་འབོར།

དེར་མཆོག་ཏུ་གྱུར་པ་དྲང་སྲོང་གི་བླ་མ་དེ་སངས་རྒྱས་བཅོམ་ལྡན་འདས་ཡིན་ཕྱིར་རོལ་པའི་དྲང་སྲོང་མེད་ས་ཅེར་རོ། བདེན་ཚིག་རྣམས་མེད་ས་མའི་བདེན་ཚིག་གྲུབ་པ་ཡིན། དྲང་སྲོང་གི་བདེན་ཚིག་དེ་བསྙོན། ཁྱད་པར་བར་དོའི་ནང་ལས་ལྷ་ཁྱབ་འཇུག་གི་ཕོ་བོ་རྣམས་ལ་ལུས། གཞུང་པ་གཅིག་བཅིངས་ཏེ་བསྐྱལ་ནས་པའི་ཕོ་བོ་སྦོམ་པོའི་བཟོ། དེ་དྲང་སྲོང་གཅིག་པའི་ས་སོང་ཚོད་ལྟ། ངའི་ཕ་བུ་རྣམས་ག་ཅིག་འདུག་ཟེར། བསླབ་བྱ་དེ་དྲང་སྲོང་སྒོམ་བྲལ་ཁྱོད་ཕ་བུ་རྣམས་ལས་ལྕགས་ཀྱི་གཏུན་བུ་གཅིག་བསྐྱེད་དེ་ཁྱོད་ཆོས་ཀྱི་རིགས་ཐམས་ཅད་བརླག་འོང་ཟེར་ཏེ་ཨ་ནི་དྲང་སྲོང་གིས་སྨྲས་པ་དོར་བྱ་བཞིན་ལས་དེ་དོན་ན་ར་དེ་ཕོ་བ་རྣམས་ལས་ལྕགས་ཀྱི་གཏུན་བུ་བསྐྱེད་ད་དེ་ལྕགས་འདི་གིས་དེ་ལས་དེ་ད་ཤི་འོང་ཟེར་དེ་ལ་ནི་བུ་འགྲོགས་དེ་ལྕགས་འདི་ཇི་ཞག་ཉམས་རྡོ་ཡི་གུ་ད་ད་བཞིན་ད་དེ་མ་ས་ན་བླུགས་དེ་ནས་ལས་ད་ལྕགས་གསུམ་ཆུང་ཁུ་གཅིག་གོ་ཧེར་ད།

དེ་ཤ་ཟླ་བ་གསུམ་དང་ཆབ་བཅུ་ན་ཚའི་ནང་ལོ་སྐམ་བཙངས་ཏེ་རྐང་པའི་ཐལ་མོ་དཔའ་བོ་དང་ཕྱག་རོག་འདི་གའི་ཨ་བྷི་དེ་རི་དྭགས་ཀྱི་རྣ་བ་ཡིན་པས་ནོ་བདག་ཅབ་འདི་གའི་ཆབ་བཅུ་ཡང་སྲོག་དང་འཁྲིལ་ཡིན་ཟེར་ཨ་ནི་དྲང་སྲོང་གི་སྨོད་པ་སིམ་མི་དེ་དྲང་སྲོང་གི་ཁ་ལས་ལབ་ད་ཤི་ནས་དེ་མ་འགྲུབ་སིམ་མི་དེ་ས་ལས་རང་པད་མ་སིམ་མི་ཧེ་མ་དྲང་སྲོང་རྒས་པ་དང་བརྡུངས་སིམ་མི་གཉིས་ཀྱིས་གཅིག་གིས་གཅིག་ལ་སྨོད་ཚིག་དོར་ཏེ་ནང་པར་ཉིན་ཤར་བའི་སྐབས་སུ་ཆོས་ཀྱི་སྐུ་ཐོག་དགའ་བར་གྱུར་ཅིག་ཟེར

འདི་ལྟ་བུ་ལྔ་ཆ་དྲག་འདུལ་རྒྱུན་དུ། ལྷ་གསུམ་སྔགས་བདུན། དང་གཡོན་འཕྲོག་གི་དུས་ཉམས་སུ་ལེན་པའི་གི་དངོས་གཞིའི་སྐབས་སུ་ལོ་དེ་ཉི་ཤུ་རྩ་རེ་དེ་རེ་ག་དེ་ཅི་བྱང་ཆུབ་རུང་སྟེ་སྔགས་ཀྱི་བྱིན་རླབས་ཀྱི་འཇུག་པའི་ཁེ་ཡོད་མི་དེ་རིམ་པ་བཞིན་དུ་དེ་མ་ལས་ཡང་བེ་ཡོད་དུ་ཞུ་གར་གཅིག་གིས་གཅིག་ལུས་ཐིམ་དུས་ཀྱི་ཟླ་བའི་ཀེ་ཧུར་ལུས་ཐིམ་ཟླ་བའི་ཀེ་ཧུར་དེ་བདུད་རྩི་དཀར་དམར་གྱི་རྣམ་པ་བེ་ཡོད་དུ་ཞུ་དེ་རང་གི་ལྕེ་ལུས་ཐིམ་དེ་རང་གི་ལྕེ་ལུས་ཐིམ་དང་རང་གི་ལྕེ་འདི་རྣམས་ལས་བསམ་མེད་ནུས་པ་དང་ལྡན་པ་དེ་ཕྱི་ཉིན་གཅིག་ན་ལུས་དེ་ག་ལས་ཐུན་ག་དེ་ཅི་བཏང་ས་ཅི་རུང་ཨ་ནི་ནུས་པ་ཆེ་ཐོག་ཐོག་པའི་སྦྱོར་བའི་ཐབས་ཤིང་ངག་གི་གནད་བཅོས་པ་ཟེར། རླུང་རོ་གསེབ་དང་འདྲ་ལུས་ཀྱི་གནད། རྣམ་སྣང་མཆོད་རྟེན་འདི་བཅའ། རྣམ་སྣང་མཆོད་རྟེན་འདི་བཅའ་ཚ་བོ་བཟླ། དེ་ལས་ལག་པ་ལག་པའི་མཐེ་བོང། བསླབ་པའི་སྲིན་ལག་གཉིས་ཀྱི་རྩ་བ་ལུས་གཡས་བརྡེག་གིས་དེ་པུས་མོ་གཉིས་མགུལ་ལོ་བཞག་པུས་མོ་གཉིས་མགུལ་དུ་བཞག་སྟེ་དྭངས་པ་རང་རང་གི་ཁོག་པའི་ནང་ལུས་ཡོད་མེད་ཀྱི་རླུང་གི་ལྷང་འགྱུར་དེའི་ཚ་དེ། ཧ་པ་ནི་ཟེར་ལས་བབས་བཞིས་བཏོན། བཞིས་བཏོན་ཚ་བོ་བཟླ། གོམས་འདྲིས་ཚུལ་མིན་འབར་བ་ཅན།

ཧཱུྃ་གི་མ་བུ་ཆུང་གི་ཤ་མ་ནག་ན་ར་མ་དང་མ་གཡེལ་ཏེ་མ་ལས་ཡར་བའི་སྟོན་ཨ་བ་གཡས་པ་སྲུབས་ཅིང་དང་གཡོན་པ་ལས་བབས་ཤིག་ཁ་དོག་སྟོན་དང་ད་རུབ་ཤིག་ཁ་ལི་སུ་གཡོན་པ་ཁ་དོག་ལས་རྔུབ། མ་བུ་ཆུང་གི་ནང་ན་གཡེལ་ཏེ་ལས་དེའི་གཡས་ཁ་དོག་ལས་བ་སྟོན་དང་ལས་ཧ་པ་གཉིས་ཆ་ལས་ར་ལུག་རྔུབ་སྟེ་བུ་ཆུང་གི་ནང་ན་གཡེལ་ཏེ་ཧ་ན་ལི་ཧ་པ་གཉིས་ཆ་ལས་བ་ཤུག་སྟོན་པའི་སྐབས་སུ་སིང་སྒྲ་དང་བཅས་བབས་པས་ལྕེ་བཞག་པ་ཅང་ང་བྱ་བྲ་ཤུན་བཞི་སྣ་ལོག་སྟེ་གི་བབས་དཀྱུས་བཏང་དུ་འཛོམས་པས་ནང་གི་རླུང་གི་ལྷག་མ་དེ་རྩ་ལས་མ་བཞག་པར་སིང་སྒྲ་དང་བཅས་པས་པའི་བར་བལྟས་པའི་དོར་གུ་པིན་དེའི་སྐབས་ལུས་རླུང་ཚུར་རྔུབ་པའི་སྐབས་སུ་དམིགས་པ། རྒྱལ་བ་སྲས་དང་དད་པ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐམས་ཅད་བུ་ཟེར་དཀར་དམར་མཐིང་གསུམ་གྱི་རྣམ་པར་པས་རང་གི་ལུས་ངག་ཡིད་གསུམ་ལ་ཐིམ་པར་བསམ། རླུང་བབས་ཕྱིར། སྟོན་པའི་སྐབས་སུ་དེ་ལས་རང་གི་སྒྱུ་ལུས་ཡོད་པའི་གི་ཏའི་སྡིག་སྒྲིབ་ཐམས་ཅད་དུས་བབས་ཀྱི་རྣམ་པར་པས་ནག་ཉིལ་གྱིས་ཐོན་ཏེ་ཕྱི་རོལ་གྱི་དགྲ་བྱམས་སའི་བར་ལ་སྒྱུ་ང་བཞིའི་ཁམས་ལ་ཐིམ་པར་བསམ་སྟེ་གི་བདག་ནི་སྲས་གོ་པིན་ཧ་ནི་ང་བྱ་བྲལ་ཧུན། ཆུ་ཤེལ་ལྕགས་སྒྲོག་གསུམ་གྱིས་ཨིན་ཡིན་སྲས་ཧུན་ཆུ་ཤེལ་ལྕགས་བདེ་བདེ་ཧ་ལོ་ངག་བྱིན་རླབས་པའི་བདག་ངག་བྱིན་རླབས་པའི་ཚོགས་དང་སེམས་བདེ་ཡ་ཅོ་ཧུ་སྐྱབས་གོ། ལུས་དང་ངག་བདེ་ཅོ་ཧུ་སྐྱབས་སེམས་བདེ་ཅོ་ཧུ་མ་བྱ་བ་ཅན་དེར་མི་ཐུབ། གཙོ་བོ་ཁ་ཆེ་ཤོག་ཆེ་ཤོག་བདེ་བདེ་སེམས་ཨིན་སེམས་ཅོ་ཧུ་ལྕགས་ཁམས་བདེ། བདེ་ཡ་ལུང་བདེ་གི་དེ་རང་གི་སེམས་བདེ་ཁ་ནང་ཟླ་ཀློག་བདེ་གི་ལྟ་བུ་ཨིན་ཁ་ནང་ཟླ་ཀློག་བདེ་གི་ལྟ་བུ་དང་དེ་རང་གི་རྒྱུ་ལུས་འདོད་ཆགས་དང་ཞེ་སྡང་ལ་སོགས་པའི་ཀུན་སློང་མ་དག་པ་ཡོད་པ་ཅན། འདི་དག་སྤང་དགོས་པ་ཡིན། དེ་ལས་དེ་དགེ་བ་སྡིག་པ་ག་ནས་མིན་པའི་གི་བག་ན་མགོ་གི་ལུག་མ་སྟེང་གི་རྣམ་རྟོག་ཡོད་སར་ཅི་རུ་དཔེ་འདི་ཚོ་ཡང་ཅོག་བུ་རྩ་བརྡིག་གི་ག་ཅི་སྒོར་མོ་ཟེར་བ་ཅན་དད་པ་ངེས་འབྱུང་བྱང་ཆུབ་ཀྱི་སེམས་དད་པ་སེམས་མེད་དེ་བླ་མ་དང་དཀོན་མཆོག་དང་དད་པ་དེ་ཕ་གཡས་བ་ཅན་དེ་དང་བའི་དད་པ་དང་འདོད་པའི་དད་པ་དང་ཡིད་ཆེས་པའི་དད་པ་ཟེར་ཏེ་དད་པ་ལོ་རྣམ་པ་གསུམ་འདུག་དང་བའི་དད་པ་སེམས་མེད་དེ་ད་དུང་ང་ཅག་ར་དགེ་སྐུ་རྟེན་གསུང་རྟེན་ཁྲ་ལམ་ལམ། དེ་ལས་ཆོས་སྒོ་གསེར་སང་སང། དུང་བརྒྱ་གླིང་རིམ་སིལ་སྙན་གྱི་སྒྲ་འུར་ཆེམ་སེ། ཐོག་མའི་སྐབས་སུ་རང་དབང་མེད་པར་སེམས་བློ་དད་དད་པ་ལྷང་གིས་སྐྱེས་འོང་མི་འདི་ལོ་དང་བའི་དད་པ་ཞེས་བསླབ་ཅིང། འདིའི་འཕགས་ཡུལ་སྐད་མཆིས་བློ་གཏད་འདས་ཀྱི་སྐྱེས་འོང་གོམས་དགའ་དད་པ་གྱི་སྐྱེ་བོ་འཇམ་ཡ་འཇམ་ཡའི་ཇོ་བོ་ཡ་དད་འཇམ་སྟོང་ཐུགས་ཡིན། འདུས་པའི་དད་པ་ཞེས་མི་འདི་དག་རང་གིས། འདིར་འཁོར་བ་འདི་ངན་སོང་གི་སྡུག་བསྔལ་ལོ་འབྲོག་སྡེ་དགེ། མཐར་ཐུག་གི་དག་བདེ་བ་ཅི་ཐོབ་གོ་ནོ་ཅེས་བྱ་བ་ཅན། ང་ཅག་ར་མི་ན་ས་ཀི་སྡུག་འདི་ཀི་ནད་དེ་གྲོལ་གོ་ནོ་བདག་དུང་སོ་གསུམ་སྐྱེ་ལོ་རང་བཞིན་ཤུགས་ཀི་དགའ་བ་ཀི་གོ་དོ་སོམ་འདི་ཀི་བདེ་བ་དེ་ཐོབ་ནི་ཀི་དྲན་ལོ་དེ་འདོད་པའི་དད་པ་སེ། བདག་ནི་བག་ན་བསྐུམ་ཅིང་དེ་ལས་ཡིད་ཆེས་པའི་དད་པ་སེ་མེད་དེ་ཏིང་ལེ་ར། གོ། དགེ་བའི་ཕན་ཡོན་སྡིག་པའི་ཉེས་དམིགས་ཐར་པའི་ཕན་ཡོན་སངས་རྒྱས་ཀྱི་ཡོན་ཏན་བྱང་ཆུབ་སེམས་དཔའི་ཡོན་ཏན་གྱི་གཟུགས་ཀྱི་དེ་ཕན་པ་དང་གནོད་པ་དེ་གི་གནས་དང་ཚུལ་ག་ར་ཁོང་དུ་ཆུད་ཧ་གོ་དེ་གི་ཡིད་ཆེས་པའི་དད་པ་ས་ཨ་ནི་དེ་སྟན་ཐོག་ཏུ་ཨིན་གསུམ་ལས་ཏེ། རབ་བྱུང་ན་ས་གསུམ་བྱ་ར་གོ་དེ་དེ་མེ་རུ་གང་རུང་ཅིག་ཏེ། རང་བྱས་ཤུགས་ཀྱིས་མ་ཆག་རུ་སྤྱོད་གོ་སྐྱབས་འདི་ཨིན་ས་བཅད་རུ། ཁྱེད་རང་གི་རྒྱུད་ལུགས་དད་པ་ཅི་སྐད། དེ་ངེས་ཅུང་ཟད་མི་བདེ་ཁམས་གསུམ་འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་མ་གཏོགས་མི་གསུང་འཁོར་བ་འདི་ན་ལས་དེ་གྲོལ་གོ་བསྣོལ་བའི་གི་བློ་ཅིག་བྱང་ཆུབ་ཀྱི་སེམས་ཟེར་མི་དེ་དག་སེམས་ཅན་ཐམས་ཅད་སྡུག་བསྔལ་གྱི་ནང་ན་ལུས་ཞགས་པས་མི་གཏུགས་པས་འདི་སོ་ག་ར་དེ་ལས་འཁོར་བ་ལ་འབྲོས་ཏེ་སངས་རྒྱས་ཀྱི་ས་ལ་བསྐྱོད་གོ་བསྣོལ་བའི་གི་བྱང་ཆུབ་ཀྱི་སེམས་བསྐྱེད་དེ་ཨ་ནི་སེམས་ཅན་ཐམས་ཅད་འཁོར་བ་ལས་སྒྲོལ་བའི་ཆེད་དུ་ད་རེས་ལས་སྔགས་གལ་ཏེ་དེ་འདིར་རྙེད་པར་དཀའ་བ་ལས་དགུན་གསུང་དེ་གི་དེ་ལས་དེ་ལམ་བསྒོམ་ནི་ཨིན་ན་ལས་མ་དེ་ཆོག་སྦས་ནི་ཨིན་ནོ་བའི་གི་སེམས་བདུན་པ་ཀྱང་གཉིས་པོ་བསྐལ་བཞག་བཞིན་དང་བསྒོམ་བྱ་དངོས་སུ་ལོ་རྒྱུགས་ནི་ཨིན་དང་བསྒོམ་བྱ་དངོས་སུ་ལོ་རྒྱུགས་དང་ཕྱག་རྒྱ་ཆེན་པོ། སྔོན་འགྲོ་ལོ་ཐུན་མོང་ཕྱི་ཡི་སྔོན་འགྲོ་དང་ཐུན་མིན་ནང་གི་སྔོན་འགྲོ་ཐུན་མོང་ཕྱི་ཡི་སྔོན་འགྲོ་ལོ་བློ་ལྡོག་རྣམ་པ་བཞི་བདེ་འགྱུར་རྙེད་པར་དཀའ་བ་འཆི་བ་མི་རྟག་པ་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ལྔ་ནི་བཞི་བདེ་ལོ་བློ་ལྡོག་རྣམ་པ་བཞི་ཡི་སྲིད་རླབས་ཨིན་བློ་ལྡོག་སེམས་མི་བདེ་དགའ་ཆེམས་ཟེར་བ་ཅན་བློ་ལོག་མི་བདེ་ལོ་བློ་ལྡོག་ཟེར། བདེ་འབྱོར་རྙེད་པར་དཀའ་བ་དང་འཆི་བ་མི་རྟག་པ་འདི་བསྒོམས་ཏེ་ཚེ་ད་རིག་གིས་བསྟོད་པ་ལས་བློ་ལྡོག་གོ། འཁོར་བའི་ཉེས་དམིགས་དང། ལས་རྒྱུ་འབྲས་གཉིས་བསྒོམས་ཏེ་ཚེ་ཕྱི་མ་གི། ད་འཁོར་བའི་བདེ་སྐྱིད་ཕུན་སོགས་ལས་བློ་ལྡོག་གོ། ཨ་ནི་བློ་ལྡོག་རྣམ་པ་བཞི་འདི། ཞེས་མ་ཤེས་པ། དེ་ཤེས་རུང་མ་བསྒོམས་པ། བསྒོམ་ས་བཅད་རུང་རྒྱུད་བློ་མྱོང་བ་མ་ཐེམ་འཕྲོ་བྱེད་པའི་ས་བཅད་འཁོར་བ་ལས་བློ་ལོག་མི་ཚུགས། འཁོར་བ་ལས་བློ་མ་ལོག་སྒྲོལ་བྱེད་པའི་ས་ཅན། འཁོར་བ་ལས་སྒྲོལ་བའི་དགེ་ལམ་བློ་འཇུག་མི་ཚུགས། འདི་བས་ནི་དེ་དགེ། བློ་ལྡོག་རྣམ་པ་བཞི་ཡིན་མོད་དེ་བློ་ལྡོག་རྣམ་བཞི་ཡིན་མོད་ཆོག་ཡ་བློ་ལྡོག་རྣམ་བཞི་ཤེས་མོད་ཁོ་ད་དུང་ཉམས་ལེན་བློ་ལྡོག་རྣམ་བཞི་ཡིན་མོད་ཆུང་དགོས་ཆུང་དགོས་སྣང་གཞུང་ལྕི་བའི་རྩིས་བཞག་ནི་མི་འོང། འདི་བཞི་བདེན་མེད་སྒྲོལ་བྱེད་པའི་ས་ཅན། ཡག་ལས་ཡག་གི་ཆོས། ཐེག་པའི་རྩེ་མོར་འགྲོ་སིལ་སིལ་ཟབ་ཏོག་ཏོག། ད་ལྟར་ཉིན་བསྒོམས་ན་ཉིན་སངས་རྒྱ་མཚན་བསྒོམས་ན་མཚན་སངས་རྒྱ་བའི་ཆོས་ཐོབ་འདི་གའི་ལེགས་པའི་ས་ཅི་རུ་འདི་ར་ཏོག། འཁོར་བ་ལོ་བློ་མ་ལོ་ནི་འདི་གའི་དེ་འདི་སོ་གའི་དེ་ཕན་ཀ་ནས་མི་ཏོ་དེ་འདི་བས་ནི་འདི་གའི་དེ་བློ་དོང་རྣམ་པ་བཞི་དེ་གལ་ཆེ་ཟེར་དང་བར་དོའི་སྙོན་གྲོགས་གལ་ཆེ་སྙོན་གྲོགས་ནང་ལས་ཡང་བློ་དོང་རྣམ་པ་བཞི་དེ་གལ་ཆེ། འདི་ལོ་ཐུན་མོང་སྤྱི་ཡི་སྙོན་གྲོགས་ཟེར་བསླབ་སྒོ་མི་དེ་ཐུན་མོང་མ་ཡིན་པ་ད་དོ་ཐེག་པ་ཆེན་པོ་གསང་བ་རྡོ་རྗེ་ཐེག་པ་ཙམ་གྱིས་མ་ཡིན་པ་བློ་དོང་རྣམ་པ་བཞི་དེ་མ། ཐུན་མོང་ཉན་ཐོས་དང་རང་རྒྱལ་གྱི་ལམ་ནི་སྐབས་སུ་ཡང